འདི་ནོར་ཝེ་བོད་ཀྱི་རླུང་འཕྲིན་ཁང་ཡིན། དོལ་པོའི་སྐོར་གློག་བརྙན་གསར་པ་ཞིག་བཟོ་གི་ཡོད་པ་དཔའ་ཆེན་རྡོ་རྗེས་སྙན་སྒྲོན་ཞུ་རྒྱུ། བལ་ཡུལ་གྱི་ས་ཁུངས་སུ་ཡོད་པའི་དོལ་པོ་ཞེས་པའི་བོད་དང་འབྲེལ་ཡོད་ས་ཁུལ་ཞིག་ཏུ་གློ་བརྙན་གསར་པ་ཞིག་ཁ་སྔོན་ཕྱི་ཟླ་བརྒྱད་པ་ནས་བཟོ་འགོ་ཚུགས་ཡོད་རུང། ད་ལྟའི་ཆར་གློ་བརྙན་བཟོ་སའི་ས་གནས་དེའི་གནམ་གཤིས་ཀྱི་རྐྱེན་དང་གངས་ཅན་རྒྱབ་ཡོད་སྟབས། གློ་བརྙན་འཁྲབ་མཚམས་བཞག་ཡོད་འདུག་གློ་བརྙན་དེ་བཟོ་མཁན་ནི་ཕ་རན་སིའི་མི་ཞིག་ཡིན་པ་དང། གློ་བརྙན་དེའི་དྲུང་གཞིའི་ནང་བོད་དང་རྒྱ་ནག་བཅས་ཀྱི་གནས་སྟངས་དང། ལོ་རྒྱུས་སོགས་ཆབ་སྲིད་ཀྱི་འབྲེལ་བ་གང་ཡང་མེད་པར་བརྟེན། གློ་བརྙན་དེ་བཞིན་ས་གནས་དེ་རང་ལ་འཁྲབ་རྒྱུར་བལ་ཡུལ་གཞུག་གིས་འགོག་རྐྱེན་གང་ཡང་བྱུང་མེད་པའི་ཐོག་འཁྲབ་འཇུག་བྱས་ཡོད་འདུག་གློ་བརྙན་ནང་འཁྲབ་སྟོན་པ་ཕལ་ཆེ་བ་ནི་ས་གནས་དེ་ག་རང་གི་ཡུལ་མི་ཡིན་པ་དང། ཡང་འཁྲབ་སྟོན་པའི་ཁོངས་སུ་བཙན་བྱོལ་དུ་ཡོད་པའི་བོད་མི་གྲངས་ལྔ་ཡང་ཡོད་འདུག་དེའི་ཁོངས་སུ་གཅིག་ནི་བོད་གཞུང་ཟློས་གར་ཚོགས་པའི་འཁྲབ་སྟོན་པ་ཚེ་རིང་རྡོ་རྗེ་ལགས་རེད། ད་ལྟ་རྡོལ་པོ་སེ་ཡ་དེའི་རྩ་བའི་བལ་ཡུལ་དང་བོད་ཀྱི་ས་མཚམས་སྡེ་བ་ཆེ་ཁྱད་དེ་ཤ་ཟ་ཁུལ་དེ། འདི་དེ་ཤ་ང་རང་སྔོན་མ་བོད་པའི་ཀྱི་སྐབས་ལོ་ཡ་རྡོལ་པོ་སེ་ལབ་དེ་གི་ཡིན་ན་དེ་ཤ་ད་བལ་ཡུལ་ཁོ་རང་ཚོ་གི་ས་ཁུལ་ལ་ཡིན་ཙང་རྡོལ་པ་སེ་ཆ་རྒྱུག་ཤ་ཤ་ཆ་ས་ས་ཁུལ་དེ་གི་མི་དེ་གི་ཚོ་བ་སྐྱེ་སྟངས་ཐོག་ལེ་རེད་ཤ། ཨ་མི་འདི།
དངོས་གནས་ཀྱི་ལུགས་རྒྱུས་དེ་འདྲའི་སྐོར་ལ་རེད་ད་གློག་བརྙན་ནང་ནང་ཁུལ་གྱི།

འདི་ལ་ནི་སྒྲུང་བཟོ་ར་ཅེས་པའི་ཚིག་ཟེར་ནི་ག་འདྲ་རེད་ཅེས་ཡོད་རེད་ལ། ད་ལྟ་ལུག་རྒྱུད་འདི་ཁོ་རང་གི་མི་ཚེ་ནང་ལ་ཡང་ད་དངོས་ཡོད་ཀྱི་མི་ཚེ་ནང་ལ་ཁོ་རང་གི་མི་ཐོག་ཕ་ཐོག་བུ་ཐོག་ནས་ཡང་ད་ཡུལ་འདི་གི་ཁོ་རང་དཔོན་པོ་རེད་ཅེས་རེད་ཤག་བྱས་ཙང་ག་དུས་ནས་བོད་ལ་ཡང་ཚ་དོན་འགའ་ཅིའི་རོང་ལ་མ་བཙོངས་པའི་སྐབས་ལ་ཡང་ཚོང་གི་སྒོ་འདི་ག་དུས་ནས་ཁོ་རང་ཁྲིད་འདི་གི་བྱས་ཙང་དེ་དེའི་ཐོག་ལ་ཡང་གཞི་བཞག་ཡོད་འདུག་ཁོ་རང་གི་ནང་མི་ནང་ལ་ཡང་སྤུ་བོ་འདི་གི་འགན་ཁྱི་ངན་མེད་པ་ཅེས་འདི་འདྲས་ཀྱི་དཀའ་ངལ་འཕྲད་ཅེས་ད་ད་བོ་ཏོ་ད་ད་ཡིན་ནའི་ཁོ་རང་འདི་གི་སྒོ་འདི་ཡུལ་འདི་གི་སྒོ་འདི་ཁོ་རང་ཁྲིད་འདི་གི།

བྱས་ཚེ་སྙེ་མ་དེབ་ཅེས་ན་ཀ་རི་བོན་རོབ་ཧི་མ་ལ་ཡ་ཅེས་ཀྱི་སྟོན་ཅིང་དེབ་དེ་དེ་ཤག་ཡུ་རོབ་ནང་ལ་སྐད་གྲགས་ག་རུང་ཡོད་པ་འདྲ། ཅེས་ཚང་ཁོས་ད་ལྟའི་རྡོལ་པོ་དེ་མོ་བི་སི་ཨ་དེ་ལོ་བཅུ་དྲུག་ཅུ་ལྔའི་ནས་ཁོར་རྡོལ་པོ་ནང་ལ་ཕྱིན་ཕག་ཕྱིན་ཚུལ་ཕྱིན་ཅེས་ཀྱི་ཁོའི་ཆ་ཤས་དེ་སྔོན་མ་ནས་འགོ་བཙུགས་ཀྱི་ད་ད་ལོ་ཟླ་གཉིས་ནས་ཁོས་གནས་དེ་ལག་ལེན་བཏང་ཡ་དེ། འགྲོ་སོང་གི་ཐོག་ནས་རྒྱབ་གཉེར་རག་ཅིང་ནས་ད་ལོ་འགོ་བཙུགས་ཐུབ་པ་དེ་འདྲ་བྱུང་ཞེས། འདི་བ་སྐད་ཆ་གོ་ཡ་ལ་ལོ་གཉིས་དེའི་ནམ་གྱི་ནང་སྲིད་གློག་བརྙན་ཁང་དེ་བར་བསྟན་ཡག་མེད་པ་དེ་གཟུགས་མཐོང་རླུང་མཁྲིས་ཀྱི་སོར Video སོར་གྱི་གློག་བརྙན་དེ་འདྲ་རེད་ཟེར་གྱི་འདུག་འདི་བདེན་པ་ཨང་ཡིན་ནམ། ད་དེའི་ཐོག་མ་ང་ཡི་ད་ག་ར་བསམ་བྱུང་དེ་འདྲའི་བེ་ཅན་འགྲོ་ཁོ་མེད་འདི་འདྲ་ཞིག་རེད་བསམ་བྱུང་བྱས་ཙང་ང་རང Final Selection བལ་ཡུལ་ལ་ཕྱིན་ཨ་ནི་ཕ་ག་ཚུད་པའི་སྐབས་ལ་ཡག་ཡག་མ་སྐད་ཆ་ཡག་པོ་དྲིས་པའི་སྐབས་ལ་ཡག་ཨ་ནི Director གི་འདི Feature Film རང་ཡིན་ཟེར་གྱི་ཡིན་ནའི་འདི America དང་འདི་བལ་ད་ཁག་པོར་བསྡད་ད Europe ཆ་ཚང་ལ་ཁོ་རང་གི་བསྟན་ཐུབ་པའི་གི་རེ་བ་ཡོད་ཟེར་གྱི་གསུངས་འདུག་གི། ད་དེའི་གློག་བརྙན་དེ་ནང་ལ་ཁྱེད་རྣམས་ཚོ་བོད་པ་ཞིག་ང་ཡོད་རེད་བ་ལ་ད་དེ་དེའི་ག་འདྲ་སེ་དེའི་ནང་ལ་ཀླད་པ་རེད་ཅེས་ནང་ལ། ད་ང་ཚོ་བོད་པ་ང་དེའི་རྩ་བའི་ཕྱོགས་ས་གནས་ཚང་མ་ཁ་ཁ་ཁ་ཁ་ནི་རེད་ཤག་བྱས་ཙང་ཡིན་ན་ཁོང་ཚོ་བདག་ཉིད་མགོན་པོ་མགོན་པོ་ཟེར་བ་རེད་བ་ད་ཅི་འདྲ་དང་པོ་དེ་བ་སླེབས་ཤག་ཁོ་ནང་དྲམས་ས་ལ་ལ་ཡག Selection ནང་ག་ཕེབས་ཤག་དེ་མེན་པའི་རྒྱ་གར་རྒྱལ་ཡོངས་ལ་ཕྱིན་ཤག་ཁོ་ནང་ཚོ་བོད་ཆས་དེ་ཀ་ས་དེ་ལོ་གཉིས་སྔོན་ནས་ཁོ་རང་བྱས་པ་ཡིན་ཟིག་འདུག་གོ་ཙུའེ་དེ། ཟླ་གཉིས་ནས་དྷར་རམ་ས་ལ་ལ་ཅིག་ཡོང་དེ་དུས་ང་ཚོ་དྷར་རམ་ས་ལ་མི་མང་པོ་ཅིག་ཀ་ས་ལ་ཕྱིན་པ་རེད། བྱས་ཙང་ཟླ་གཉིས་སྤྱི་ཟླ་གསུམ་པའི་ཟླ་བོད་ང་རང་ཟུར་གྱི་ཞོ་སྟོན་དུས་བཞི་ལ་ཡ Director ཁོ་རང་རང་ཡ་ཡ་སླེབས་ཀྱི། ང་གཙུག་ལག་ཁང་གི་ཐང་དེ་ལ་ཐུག་ཀྱི་ཁོ་རང་གིས་སྙན་མ་ཁྱེད་རང་ཀ་ས་བྱས་པ་ཅིག་ངས་བིད་ཀྲོ་ཐོངས་སོ་བྱས་ཀྱི་ཁོས་ང་ཚོས་ངོ་ཤེས་འདྲ་ཞིག་བཏང་བྱུང། ཁོ་རང་ཟློས་གར་ལ་ཡ་ཞོ་སྟོན་ཁེལ་དེ་དུས་སྐབས་ལ་ཡ་ཁོ་རང་ཚོ་བུ་མོ་མ་ར་བས་ཀྱི་བུ་མོའི་རིགས་པའི Character ཡག་པོ་ཞུ་བཞིན་འདུག་འདི་སྔོན་མ་ནས་ཁོང་ཚོས་བུ་མོ་འདི་ཚིག་ཡོད་ཟེར་གྱི་ལོ་གཉིས་སུ་ཁོང་ཚོས་བུ་མོ་འདི་མ་རག་པ་བསྡད་ཡོད་མིན་དྲག། བྱས་ཙང་ངའི་ཟློས་གར་ལ་ཡར་ཤོག་ཞུ་དོན་རེད་བྱས་ཙང་ཕྱོགས་བདག་ཁ་ནས་མང་པོ་བརྗོད་རེད་ཁྱེད་རང་ཕལ་ཆེན་འདི་ནང་ནས་ཅིག་རག་མི་ཡོང་ཟེར་གྱི་ཁོ་རང་ཞུས་བས་ཁོས་གལ་འདི་ཡག་པོ་འདུག་འདི་ཁོ་རང་ཞུ་དོན་ཉིན་མོ་དེ་འཇིམ་བཞག་ཡོང་གི་ཡིན་ཟེར་གྱི་ང་ཚོས Rehearsal བཏང་བསྡད་པའི་ཉིན་མོ་ཅིག་ངས་ཁོ་རང་ཟློས་གར་ལ་ཡར་ཕེབས་སོང་ངས་དུས་དུས་ཚང་མ་ངོ་སྤྲོད་འདྲ་བྱས་བས་འདས་ཁོ་ཚོས་དུས་དུས་ཕྱོགས་བདག་ཁ་ནས་ཕེབས་པ་ནང་ནས་ཟློས་པ་ཟེར་གྱི་བྱུང་མ་སོང་ཡིན་ནའི་ང་ཚོས་ཟློས་གར་རག་ནང་ནས་ཁོང་ཚོས་བུ་མོ་གཉིས་ཟེར་གྱི་ལ་ཡར་དེ་ཟློས་པ་འདྲ་ཅིག་བྱས་འདི་ཚོ་ལ་སྐད་ཆ་དྲིས་དུས་དུས། བུ་མོ་གཅིག་གིས་བེ་ཅ་མོ་ར་རང་གནས་ང་དེ་ཡོད་ཅིག་མེད་ཅེས་ཅེས་ལབ་སོང། གཅིག་ལ་ཡ་དེས་རེ་བ་འདྲ་བརྒྱབ་སྟེ་བྱུགས་ལ་ཡ་ཡ། ཁོ་ཚོས་ཀྱི་ཀཱས་བུ་མོ་གཅིག་ཞུགས་ལ་སླེ་བས་དེ་མཉམ་པོ་ཨེ་བོར་མེར་བཟོས་དུས་དེ་ལས་འདྲ་བྱས་དེ་འདྲ་ཅན་བྱུང་མ་སོང། ད་ལྟ་ང་ཚོ་བོད་པ་ཞེས་པ་དེ་གའི་ནི་ཆིག་རྐང་དང་བལ་ལོ་ཁོ་པེ་ནི་རེད། ལྷག་པ་མཚམས་བརྗོད་ཟེར་དུས་ཁྱེད་རང་སུ་ཁྱེད་མདོག་ཁ་བོ་རེད་དེ་ཤ། Seven years ནང་ལ་ཡ་འདི་བུ་མོ་དོན་ནང་ཉིད་མོ་རང་རེད། མོ་རང་ཞུགས་ཞུགས་དེ་ལ་ཡ་གོ་སྐབས་དེ་རག་བསོང་མོ་རང་ལ་ཡ། ནི་ཆིག་རྐང་དང་བལ་ཡུལ་ནི་རེད་བྱམས་པ་སི་ངེ་བྱུས་ཡོད། གཅིག་དང་ད་ལྡི་གི་གླིང་གི་གཞིས་ཆགས་ནས་ཡང་དག་ཁུར་ནས་ཡང་འབྲི་གུང་དགོན་པ་ནས་རེད་བྱས་གྲྭ་པ་རང་རེད་ཁོ་རང་ཁོ་རང་གི Character གྲྭ་པ་རང་གི Character ཅིག་རེད་བྱས་ཙང་ཁོང་ཚོས་གྲྭ་པ་རང་དགོས་ཡོད་ཟེར་བྱས་ཅི་དེ་ཡིན་ན་ལས་ལན་པ་རེད་གཅིག་རྡ་རམ་ས་ལ་ནས་ཡང་དག་ཨ་མདོའི་ཕོ་སར་ཅིག་སྐུར་འགེན་ཟེར་བྱས་ཨ་ཅིག་ང་ཅིག་སྡོད་ཁང་ནས་ང་ཚོ་ལྔ་འདུག་ཟེར་བྱས་ཡོད། ལོ་གཉིས་དེའི་ནང་ལ་སྐད་ཆ་དེ་ག་རེད་བོད་སྐད་རེད་ནེ་པ་ལི་སྐད་རེད་ག་རེ་རེད་ཟེར་ཡོད་དམ་ལགས། ད་དེ་ད་ལན་དེ་དམིགས་བསལ་གྱིས་ང་རང་ཚོ་བོད་སྐད་རང་རེད་བྱས།

དེ་སྐབས་ལ་ཡ་མཐུན་རྐྱེན་ཐོག་ནས་རེད་ཅིག། མི་ཆགས་ཀྱི་ཐོག་ནས་རེད་ས་ཡུག་ས་ཆ་གི་ཐོག་ནས་རེད་ཚང་མ་ཡག་ཐག་ཆོད་ཡོད་རེད་མཐུན་རྐྱེན་ཚང་མ་འཛོམས་བསྡད་ཀྱི་ཡོད་རེད་མི་སུ་ཁོ་ཚང་མ་ལ་ཡ་དཀའ་ངལ་ཁྱོན་འཁྲི་གི་མི་འདུག་ད་ད་ལྟ་རྡོལ་པོ་གི་ས་ཁུལ་འདི་ལ་ཡ་ང་ཚོ་ཕལ་ཆེར་མང་ཆེ་གོམ་པ་བརྒྱབ་འགྲོ་དགོས་ཡ་འགྲོ་ཆགས་བསྡད་ཀྱི་བལ་ཡུལ་ཡང་ད་དུ་ནའི་སྲིད་ས་འདི་ད་བལ་ཡུལ་དང་རྡོལ་པོ་གི་ས་མཚམས་རེད་ཤག་གནམ་གྲུ་འགྲོ་ས་ཐ་མ་འདི་རེད་བྱས་ཙང་འདི་བར་དུ་གནམ་གྲུ་ཕྱིན། འདི་ནི་ཡང་དག་གོམ་པ་བརྒྱབ་འགྲོ་དགོས་ཡ་འགྲོ་བྱས། དཔེར་ན་ཡུལ་གྲོང་གསེབ་དང་པོ་དེ་ལས་ཡ་ཉི་མ་བཞི་གོམ་པ་བརྒྱབ་དགོས་གི། བྱས་ཙང་ཉི་མ་བཞི་ལ་འགའ་ལ་ཡ་གོམ་པ་བརྒྱབ་སྟབས་རི་མཐོ་པོ་དེ་འདྲའི་བག་ཚུད་མ་བབས་ཡ་རྫ་ཆེ་ཆེར་བེད་ཅེས་རི་ཉི་མ་རེར་རི་བཞི་བཞི་རྫ་འོག་ཏུ་ཡ་མ་བབས་བས་ལ་ཡ་དེ་ཡའི་བེད་མི་ཁྲིར་སྟོང་ཕྲག་བཞི་དང་ལྔ་གི་པར་ར་ལ་ཡ་འགྲོ་དགོས་གི། བྱས་ཙང་ད་ལྕགས་ལ་དང་ང་ཚོ་ཁྱི་འོ་མར་དེ་རོང་པ་དེ་གས་ཁྱི་འདྲུག་གི་ལྕགས་ལ་ཚང་མ་རྒྱས་པ་ལ་ཡ་དེ་ཡས་ཚང་མ་རྒྱས་མི་རྒྱས་པ་རང་གི་ཡ་མ་གཏོགས་བེད་ཅེས་རྟ་དང་གཡའ་ཡི་མཐར་ས་མེད་དུ་ཉི་མ་དང་པོ་བཞི་བཞི་དེ།

ཉམས་མྱོང་གསར་བ་རག་གོ་རང་བོད་པ་ཁྲབ་ཉེས་ནས་ཉུག་ཉུག་འདྲ་བྱས་ཚང་མ་ཚང་ག་དུས་ནས་རུག་རུག་འདྲ་བྱས་སེམས་པ་དེ་སྐྱིད་པོ་ཞུ་ཅོག་འདྲ་འཚོ་བ་གཞན་པའི་ཐོག་ནས་དཀའ་ངལ་འདུག་བསམ་བསམ་ཁྱུ་ནས་དྲན་གི་མི་འདུག་དཔེར་ན་འདི་ལྟར་ཅིག་བྱས་དངུལ་གི་ཐོག་ནས་ཡིན་པིན་ནས་ང་ཚོ་དངུལ་ཧ་ལས་པའི་ཉུག་ཉུག་རེད་ད་དེ་གའི་གད་མོ་ཤོར་ཡ་དེ་འདྲ་རེད་ལབ་ཡིན་ན། ད་ལྟ་དེ་ལ་ཡག་ཤོས་དེ་གར་འདུག་ཟེར་ན་ང་ཚང་མ་སྤོ་བོ་སྐྱེས་དགོ་ཡ་དེ། སོ་སོ་ལ་ཡང་ཉམས་མྱོང་འདི་འཁྲབ་སྟོན་གི་ཐོག་ནས་ཉམས་མྱོང་དེ་ད་ལྟའི་གློག་བརྙན་དེ་ལ་ཤུགས་ཆེན་པོ་ཞུགས་ཤིག་རག་ཡོང་གི། དཔེར་ན་མོ་རོ་ཀོ་དང་དེ་ཚོ་ཀུན་འདུས seven years དེ་ཚོ་ཡིན་པིན་ན། འཁྲབ་སྟོན་ལ་ཡང་ཉམས་མྱོང་རག་གལ་མི་འདུག་ཚང་མ་ད་ཐོངས་ཡས་ཐོངས་ཡས་དེ་གསར་པ་ཞིག་མཐོང་གོ་ར་མ་གཏོགས་དམིགས་བསལ་གྱི་སོ་སོའི་ཐོག་ལ་ཡང་སློབ་སྦྱོང་ཐོས་པ་ཟེར་གལ་རག་ཡས་མི་འདུག་ད་ལྟའི་དེ་ནང་ལ་ཡང། ཨེག་མ་ཇིང་ངས་ལ་ཡང་ཁོང་ཚོས་ཀྱི Training ཁོ་ར་ཟླ་བ་གཅིག་གཉིས་དེ་འདྲ་སྤྲད་རྗེས། དེ་ཡས Coach དེས France ནང་ནས་ཐེ་རིག་ཐོག་ལ་ཡང་མཁས་པ་དེ་འདྲ་མི་གཅིག་ང་ཚོའི་མྱོང་བ་ཡོད་པ་རེད། བྱས་ཙང་ཁོ་རང་གིས་ག་དུས་ནས Coach སྤྲད་རྗེས་པས་ཉིན་མ་ཉིན་གང་དེ་འདྲ། སིན་སྐར་མ་ལྔ་ཆ་ཞལ་ཡིན་པའི་ནས་པས་ཟླ་བ་གཅིག་དེ་འདྲ་འགོར་རྗེས། ང་ཚོ་འདི་འདྲའི་སྦྱོང་བརྡར་ཤུགས་ཆེན་པོ་བཏང་གི་འདུག་ཁོ་ནའང་ཟེར། བྱས་ཙང་ངས་ད་ལྟའི་གློག་བརྙན་དེ་དམིགས་བསལ་གྱིས་ཡག་པོ་ཆགས་ཀྱི་རེད་བསམ་བྱས། འདི་ངས་ཡིད་ཆེས་ཡོད། ད་ལྟའི་གློག་བརྙན་དེ་གོ་ཐོས་བཟོས་ཚར་གི་ཡོད་དམ། དང་པོའི་ཆ་ཞིག་ལ་ཡང་ཟླ་བ་དྲུག་ནང་ཚ་ཧའི་སྒྲོག་སྦྱོར་ཟླ་ཉིན་སྤྱི་ཟླ་བརྒྱད་པའི་ཏེ་རུ་བཅོ་ལྔ་ནས་འགོ་བཙུགས་རྗེས་ད་ལྟའི་ཟླ་བ་འདི་ལོ་འདི་ཡི་སྤྱི་ཟླ་གཉིས་པའི་ཏེ་རུ་བཅོ་ལྔ་ལ་ཚ་ཧའི་ཆ་ཞིག་རེད་དེ། རྒྱ་སྐད་ཀྱིས་ད། ས་བཅད་ཀྱི་དཀའ་ངལ་དེ་འདྲ་འཕྲད་རྗེས་སྤྱི་ཟླ་གང་བརྒྱབ་པ་དང་དེ་འདྲས་ཀྱི་བྱས་རྗེས། དཀའ་ངལ་འདི་འདྲ་ལ་བལྟས་རྗེས་ང་ཚོས་ད་ལྟ་ཚགས་ཐུབ་མ་སོང། ཨ་འདི་པར་རག་དེ་ལ་ཡང་ཨིན་ཇིའི་ལོ་སར་དང་འདི་ཚོ་ཁས་འདི་འདྲ་གི་ཙམ་བཞག་དགོས་ཡ་དེ་འདྲ་བྱས་རྗེས་ད་འདི་ལ་འདི་ཚགས་ཡོད་མ་རེད་ཡིན་ནའི་ད་ད་ལོའི་གི་སྤྱི་ཟླ་དྲུག་པ་པོ་དེ་བས་ཀྱང་ཚགས་ཡ་ཆ་ཤི་འགྲོ་བྱེད་ཡོད་རེད། ད་ལྟ་གོང་དུ་གསན་པ་དེ་ནི་དོལ་པོའི་སྐོར་གྱི་གློག་བརྙན་གསར་པ་དེའི་ནང་གི་འཁྲབ་སྟོན་པ་སྐུ་ཞབས་ཚེ་རིང་རྡོ་རྗེ་ལགས་ཀྱིས་གློག་བརྙན་གསར་པ་དེའི་སྐོར་འགྲེལ་བརྗོད་གནང་ཁག་རེད།